ཡུ་རོབ་པའི་གི་ཨ་ནི་ད་རྒྱལ་ཁ་ཁག་གི་ཨ་ནི་སྲིན་བཟེ་སྲི་ལེ་ཁ་ཤས་འདུག་བ་ཨ་ནི་ཡུ་རོ་ཉང་འདྲེ་སྲི་ནང་འདུག་དེ་འགོ་འཛེ་ཨ་ནི་ནད་དྲོག་གི་འགོ་འཛེ་ཨ་ད་འདྲེ་གི་མ་ན་སྐལ་ཆེན་པོ་མོན་པོ་ཅིག་ཕེབས་འདུག་བ་ཨ་ནི་སྐལ་ཆེ་ཤོས་གཙོ་བོ་དེ།

ད། Security Guarantee། ད་བདེ་སུ་ལ། ཡུ་ཁུ་རེ་གི་བ་མ་ཨོ་ཀི་བདེ་སུ་ལ། ད་འགི་ལེ་ཙོང་མ་འདྲོ་བ་ཆི། ལ་གི་མར་བེ། ད་དེ་ཕེར་ཤེ་ཆ་ཡི་ས་རེད། ད་དཔེ་ཡག་པོ་རེད་དྲན་གི་འདུག། ད་གཅིག་ལོ། སྲིད་འཛིན་ཁྲོམ་པུ་གི་སུ་སུ། ལོ་བཅུ་གཉིས་མ་ཡིན་པ་ད། ད་མ་ཨོ་ཀི་འདོད་ལོ་ཡུ་ཁུ་རེ་ལ་དེ་མ་ཨ་ཀི་དེ་འདྲི་འདྲ་པོ་ཀེ་སེ། ཀ་ང་འདྲ་པོ་འཕྲོད་ན།

ལུང་པ། སྐར་ཚ་སྐད་སྒྲ་ཆེན་པོ་འདྲ་བོ་ཞིག་ད་ངེས་མ་མ་ཤོག་ཀ་ནས་འབྲི་བ། ད་ལྟ་ཡོང་ན་ད་དཔལ་འབྱོར་དུ་སོ། ཅི་དཀའ་ངལ་མང་པོ་ཞིག་སྐྱེས་བཞག་ཡོད་ད་གཞན་ད་རྒྱ་ཁན་ར་དན་ཏོ་ཀ་ལ་ཁ་བར་ཚ་ཚ་རེད། ཡིན་ནོ་ལ་ད་ཁོ་སོག་གིས་ཅིག་ད་རི་ར་ཡིན་ནོ་ལ་ད་ཚོང་འདྲ་བོ་ཕར་ཟིག་བསྐྱལ་ནས། ཉན་བཞག་རྒྱ་གར་གི་དེ་སྣུམ་ཉོ་འདས་ད་ལ་ད་ཨ་རིག་གི་གནོད་ཤིང་འདྲ་ཆེན་པོ་སྤྲད་འདུག་ལ། ཨོ་དེ་འདྲའི་འདྲ་བོ་བྱས་ནས་ད་དེ་འདྲའི་གི་རྐྱེན་པས་ད་ད་ཁོ་རོ་སོ་ཅིག་མ་འགྲོ་འདི་ཡར་ད་ཁོ་རོ་སོ་དཔལ་འབྱོར་གི་བཀའ་སྡོད་ཞུ་ཆེན་པོ་ཞུ་ཞེས་བཟོ་བྱས་ཡོད་དེ་ཡིན་ནོ་ལ་ད་འདྲ་ཅིག་ད་ཤུལ་བན་བུ་ལྟ་ན་ཡག་ཡག་པོ་འདྲ་བོ་འདུག་ཡིན་ནོ་ལ་ད་ནོར་གི་གནས་ཚུལ་དུ་ཟེར་ཅིག་གི་ཧ་གོ་མ་ར་ཁོ་རོ་སོ་མི་ཤི་ཨ་ནི་ཛུས་བྱས་ནས་ད་མ་གི་ཅིག་ཚོང་འཇོག་ཅིག་ཕལ་ཆེར་མགྱོགས་པོ་རི་བ་འདུག།

ཟེར་བ་ཞིག་བྱ་འདྲ་མི་འདུག་ད Security Guardian རེད་ཟེར་ནས་ད Ukraine གསུང་བསྐྱོད་ལ་ད་འགེལ་ལས་ཟེར་གར་འགེལ་ལས་འགེལ་ལ་ཡོད་ར་ཨོ་དེ་ལས་ད་ཡག་པོ་བྱུགས་སོང་ན་དེ་འདྲ་བ་ཡག་པོ་བྱུགས་སོང་ན་ཞེས་གི་འདུག་ཨ་ནི Trump གི་སྐར་མ་བཞི་བཞི་ཟེར་ད་ཡོང་རྒྱུ Putin ལ་ཁ་པར་ཐོག་ཡོད་པའི་ལོ་རྒྱུས་འདྲ་ཞེས་གི་འདུག་ད་ནོག་ལྡེབ་དེ་སོགས་ད་ཧ་གོ་མ་ར།

དགའ་ཞིང་འཇིགས་པ་བསླད་བྱ་ལ་དེ་སོགས་ངེས། ད་སངས་རྒྱས་རྣམས་ལ་ཡེ་ཤེས་སྐྱེས་ནས་ཡང་སོ་སོར་གྱིས། ཅིག། དེ་སོགས་སངས་རྒྱས་དུ་སོགས་ད་ཨ་རིའི་ནོར་ལོག་ཡིན་ནོ་ལ་ད་སངས་རྒྱས་མང་པོ་ཞེས་པ་ཞིག་འདུག་ཨ། ནི་ཨེམ་བྷི་སི་ལ་ཡོད་དེ་ད། ཁོ་རང་ཚོས་ཀྱིས། ད་རྒྱ་གཡོག་གིས་སངས་དགོས་སངས་རྒྱས་ཁོག་གི་ལྟ་གནས་རེད་ར་བ་བྱས་ནོ་ད་གཙོ་བོ་འདྲ་འདུག་ར། ཨ་ནི་སི་ཨེན་ཨེན་ལ་ཡང་འདྲ་པོ་ཧྥོ་ཁ་སི་ལ་ཡང་འདྲ་པོ་ད་མང་པོ་འདུག་ཨ།

ཕུ་ཏིལ་གི་ཤ་འདྲ་དང་མོ་འདྲ་ཤ་ལ་ཨོ་ཏི་ཞེས་གོ། ད་དེ། དེ་འདྲས་ཅིག་མ་བཤད་ན། མི་ཕ་ཤོག་དེ་ག་ཚོད་ལ་གི་ཤ་ཅིག་མ་ར། གི་ཤ་དེ་ཚོ་ཡག་པོ་འགྲོ་དགོས་ཡོད་ན་ཨ་ནི་ཕ་ལ་གི་ཤ་ཅིག་གོ་ར། དེ་ངས་ནས་ཚེ་ར། ཡིན་ནོ་དེ་འདྲས་བཤད་གི་མི་འདུག་ཨ། ད་ཅི། གར་སི་གོར་གོ། སོ་སོ་དགའ་མ་དགའ་ཤོག་གོ་ནས་དེ་ཚོ་གི་ཤ་དབྱེ་བ་བཏང་གི་འདུག་ཨ་ཨོ་ཏི། ད་ཨ་རི་ལ་དེ་འདྲ་ཞིག་ཆེན་པོ་ཡོད་རེད་ས་ཁོ་ལ་ས་འཇུག་ཁོ་དེ་ཚོ་ལ། ཨ་ནི་ཧྥོག་སི་ལ་ཡོད་རེད་ཡོང།

འོ་དེ་འདྲའི་འདྲ་པོ་ཞིག་ད་ཨ་རི་ལོག་ན་གནས་ཐོག་དེ་འདྲའི་ཡོད་རེད། ད་དཔེར་ན་རྒྱ་གར་ལ་ཡིན་ནོ། ད་ལྟ་སང་གོ་སང་གི་ཀླད་ཀོར་རྫིག་པོ་དེ་མང་པོ་འདུག་ཡོང་ལ་རྒྱ་གར་ག་ད་ལྟའི་དེ་དེ་ཤེས་གི་རེད། ད་ག་ཟོ། ཉན་ཆ། ད་རྒྱ་གར་ལ་དཔལ་འབྱོར་གི་སྐོར་ལ་ད་པ་ཏི་གོ་ལ་ཡོད་དེ་ད་ཅིག་དེའི་སྐོར་ལ་ཤེས་གི་འདུག་ཨ། ག་རེ་ཟེར་གོ་དགོ་སྐྱེས་སྦྱོར་འདྲ་པོ་དེ་ཟེར་ཡོང་གི་འདུག་ད་དེ་འདྲ་པོ་བྱས་ནས་ད་སང་གོ་སང་གི། གཙོ་བོ་གི་ད་ཅི་ཅིག་འཇིགས་པའི་དགོད་འདྲ་དོ་ད་ལྟ་སོ་སངས་རྒྱས་ཐུང་ཐུང་རེད་ཨ་ནི་ལྟོ་ལྡབ་རེད་ཡིན་ནོ་ལ་འོ་དེ་ལྟོ་འདྲ་ནི་སོ་སོ་མི་བུ་ཚི་ལ་དགའ་མ་དགའ་རེད་དེ་སོ་ཡོད་ཡོད་ཅིག་ལ་སྐད་ཅིག་ཡག་པོ་བཅུག་ཡོད་མེད་དེ་སོ་ཤེས་ཡ་ལོ་རྒྱུས་འདུག་ཨ་དེ་སོ་ཅིག་ལུགས་སྲིད་འདྲ་བོ་ཆགས་དུས་འདུག་ཨ་འོ་དེ་དེ་སོ་ཤུགས་ཆེན་པོ་ཡོད་རེད་སངས་རྒྱས་དེ་སོ་ལ་ཨ་ནི་ད། ད་དེ་འདྲ་རྡོག་རྡོག་འདྲ་དེ་ད་སི་ཀི་ར་ཏི་ག་རན་དྲི་ལ་ཡོད་ད་རེད་ད་ཡོ་ཁི་རེ་གི་དེ་སུ་ལ་ཏང་གི་ལས་དེ་ཡག་པོ་འདྲ་བོ་ཅིག་བཅུག་ཡོད་ས་རེད་ཨ་ནི་ཁ་སོ་འདི་ལེན་ནས་ཨ་རི་རྒྱ་སར་ལེན་ནས་ཨ་ནི་ད་མཚོ་འདི་ནང་ལ་ད་ཅིག་གསར་འགོད་ས་འདྲ་འདྲ་སུ་མང་པོ་དེ་འདྲ་བཅུག་སོ།